ལ་མཁར་གྱི་ཚོགས་པ་འདི་ན་བཞུགས་ཡོད་མཁན་གྱི་བ་རྣམ་པ་དང་དེ་ནས་ཚོགས་མི་དང་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཆེད་ནི་ད་དེ་རིང་ང་དེ་ངའི་མི་ལ་ཤེས་རབ་ཀྱི་ལེགས་སེ་ད་ལྟ་ང་ཚོ་རྒྱ་གར་ཧི་མ་ཅལ་གྱི་སོ་ལིན་གྱི་སྨན་རི་དགོན་པ་ལ་ང་ད་དེ་འདྲའི་གྲྭ་བ་ཅིག་ཡིན་ནི་ད་ཁྱེད་དབང་ཁྲི་ཡོངས་གྲོང་གི། བཀའ་གནང་གནང་བཞིན་ཚུན་ད་ལྟའི་ཞང་ཞུང་དང་བོད་ཡིག་གི་སྐོར་གྱི་འབྲེལ་བ་དེ་ག་རེ་ཡོད་དང་མེད་ད་ལྟའི་སྐོར་ལ་ཅིག་ཤེས་རོགས་ཞེས་གསུངས་འདུག་ད་ལྟའི་སྤྱི་དང་བཀྲལ་དགོས་པ་དང་དེ་སྔ་གོ་མ་མྱོང་བ་དེ་འདྲའི་ལྟ་ཞུས་བྱས་ཡག་སྲིད་ད་གལ་མི་འདུག་དེས་ན་ད་ང་རང་ཡང་ད་ཞིབ་འཇུག་སྲིད་ན་མ་རེད་དེས་ན་ད་དེ་སྐོར་ལ་དོ་སྣང་ཆང་ཆུང་ར་ད་སྔོན་མ་ནས་བྱས་བསྡད་ཡོད་བཟོ་ར་ཅིག་རེད་དེ་ནས་ད་ལྟའི་སོ་སོའི་བསམ་ཚུལ་རོགས་ཅིག། རོབ་ཙམ་སེམས་ལ་ཞུས་བཞག་ན། མ་གྲུབ་པའི་རྒྱུ་མ་རེད་བསམ་དུ་དེ་བཞིན་ད་ལྟིས་སྐོར་དེ་དེར་ཅིག་གང་ཐུབ་ཐུབ་ཅིག་ཞུས་ཡིན་སྟབས་མང་པོ་ད་སྐད་ཡོད་མ་རེད། སྤྱི་སྟངས་ནི་ད། ཡི་གེའི་སྐོར་ལ་དོ་སྣང་གནང་བའི་གི་དེ་འདྲས་ན་ད་དེ་ཞང་ཞུང་གི་སྐོར་དེ་ཚོ་ད་མ་མཁྱེན་པ་ཟིག་ད་སྐད་ཡོད་མ་རེད། དེ་བྱེད་དུས་ད་བགྱི་བ་བགྱི་བ་རོ་དེ་འདྲས་ད་སྐད་ཞུས་མ་དགོས་པ་ཆེ། ཨོ་དེ་འདྲས་ཅིག་ཞུས་ཡིན་སྟབས་དེའི་སྤྱི་སྟངས་གི་ང་ཚོས་ཡི་གེ་གི་འཕེལ་རིམ་དེ་ཤེས་ཡོང་དུ་བརྩམས་པ། ད་མི། བྱེད་སྟངས་མ་འདྲ་མ་འདྲ་དེ་འདྲ་ཡོང་གི་འདུག་ད་དེ་ཡོང་གི་ཡོད་རེད་དེ་ནི་ད་དེ་ང་ཚོས་བྱེད་སྟངས་དབྱངས་གསལ་གྱི་ཡི་གེ་དང་ང་ཚོའི་རིས་གཟུགས་ཟེར་བ་རེད་ད་རི་མོ་གི་ཡི་གེ། དེ་འདྲ་གཉིས་སུ་ཕྱེ་གི་ཡོད་རེད་ད། བྱེད་སྟངས་ཀྱི་ཡི་གེ་གི་སྐོར་དེ་ལ་ད་ང་ཚོས་མང་པོ་ཅིག་བཤད་ཡོད་རེད་ད་དཔེ་ཆ་བཞག་ན་ད་ང་ཚོ་གྷི་རིག་གི་ཡི་གེ་གི་བྱུང་རིམ་འདྲ་བོ་ཅིག་ད་དཔེར་ན།

ཡི་གེ་བྱུང་བར་བ་ད་དེ་ནི་རིམ་པས་ཅི་ནས་བྱུང་དུ་བརྩམས་པ། སྤྱི་ལོ་ང་དགུ་དུས་རབས་བརྒྱད་པ་ཡི་མི་ལ་ད་གོའི་ཡི་གེ་དེ་བྱུང་དེ་ནི་རིམ་པས་ཅི་ནས་ད་ཚུ་ཡི་གེ་བྱུང་དེ་དབྱངས་གསལ་གྱི་ཡི་གེ་དེ་རིམ་པས་ཅི་བྱུང་དེའི་བྱུང་རིམ་ཅིག་ཡོད་རེད་བ་ད་དེ་ཅི་ནས་བྱུང་ཡོང་དུ་བརྩམས་པ་ད་རྒྱ་གར་གྱི་ཡི་གེ་ད་ཚུ་དང་ད་རིམ་པས་ཅི་ནས་འདྲེས་ཏེ་གཅིག་ལ་གཅིག་བརྟེན་ནས་བྱུང་དེ་ཞེས་སོགས་དེ་འདྲ་ཅིག་ཡོང་དུ་ཡོད་ར་ད་དེ་དང་དཔེ་འདྲ་བ་ཅིག་ད་སྤྱི་དང་ཞང་ཞུང་གི་ཡི་གེ་འདི། སྲོལ་བཏོད་པ་པོ་སྟོན་པ་གཤེན་རབ་ཡིན་ཟེར་བ་རེད་ད་ལྟའི་བོན་པོ་གི་ཡོངས་གྲགས་ཀྱི་བཤད་སྟངས་རོགས་ཅིག་ཡོངས་ཁྱབ་ཀྱི་ད་ལྟའི་ངོས་འཛིན་ཇི་དེའི་རོགས་ཅིག་རེད་ཡིན་ན་ཡང། ད་ང་རང་གི་བསམ་བློ་བཏང་སྟངས་རག་བྱས་ནས་ད་འདི་སྤྱི་བཏང་གི་ཡིག་སྐད་ཀྱི་བྱུང་རིམ་ཟེར་བ་རེད་ཞང་ཞུང་ཡིག་སྐད་ན་འགྲིག་འདུག་སྤྱི་བཏང་བོད་ཀྱི་ད་ཡིག་སྐད་ཡིན་ན་དྲག་འདུག་ད་ལྟའི་སྟོན་པ་གཤེན་རབ་ཀྱི་སྐབས་ནི་གཞི་ནས་བྱུང་བ་རེད་ཟེར་ན་ད་ལྟའི་བོན་པོ་རང་གི་ལོ་རྒྱུས་དང་མ་མཐུན་པ་རེ་ཅིག་ཆགས་འགྲོ་གི་རེད་ད་རྒྱུ་མཚན་གང་ཟེར་ན་ང་ཚོའི་བོན་པོ་གི་ལོ་རྒྱུས་ནང་ལོགས་ལ།

གདེང་འཇོག་བྱེད་དགོས་པ་དེ་འདྲ་ཞིག་རེད། ད་ལོ་རྒྱུས་ཀྱི་དཔེ་ཆ་གལ་ཆེན་པོ་ཡིན་པ་དེ་སྤྱི་བཏང་དེ་གཏེར་མ་དེ་རེད། གྲངས་ཀྱི་བཙུན་པ་གསེར་མིག་གིས་གཏེར་ནས་བཏོན་པ་དེ་འདྲ་རེད་དེ་ཡིན་ན་གཏེར་ནས་བཏོན་སྟངས་དེ་མང་དྲགས་ཤིག་ཡོད་རེད་ད་དེ་སྤྱི་བཏང་གི། ང་ཚོ་འདི་གི་ཁྲི་དར་མ་ཨོ་དུམ་བཙན་གྱི་རྗེས་སུ་ད་བོད་ཀྱི་རྒྱལ་རབས་དེ་ད་གསེར་འོད་འཐོར་བའི་སྐབས་སུ་ད་ཁོ་ཚོ་གི་ནང་ལོགས་ན་ནང་འཁྲུག་གྲང་མང་པོ་ཅིག་བྱུང་བ་ཡིན་ཙང་ད་དེའི་རྒྱུ་ནོར་དེ་ཚོ་ལས་དང། དེ་ཚོ་ལ་ཡང་ཅིག་ཁྲག་རྩོད་འདྲ་བོ་དང་གྱོང་གུད་འདྲ་བོ་མང་པོ་ཡོང་གི་རེད་དེའི་སྐབས་དེ་ད་ཁོ་ཚོས་གཅིག་གཅིག་ལ་བཅོལ་བཞག་པ་དེ་འདྲ་རེད་འདུག་ད་གཅིག་གཅིག་ལ་བཅོལ་བཞག་ནས་བཅོལ་ནས་ཡོང་རྒྱུ་དེ་འདྲ་རེད་རྗེས་སུ་ད་དུར་ཁྲོད་ལ་སྦས་ནས་ལོ་བརྒྱད་དང་ཁ་ཅིག་ན་ལོ་བཅུ་ཟེར་གྱི་འདུག་ཁ་ཅིག་ན་ལོ་བརྒྱད་ཟེར་གྱི་འདུག་དེ་འདྲའི་སྦས་ནས་རྗེས་སུ་ད་ལྟ། ཁོ་རང་ཚོ་ད་ཁ་ཆེམས་ནང་བཞིན་གྱི་རྟ་འདི་བདག་པོ་གི་སྤུ་དེ་ལོ་བཅུ་གཉིས་ལ་སོན་པ་རེད་ལོ་བཅུ་ལ་སོན་པ་རེད་ད་དེའི་སྐབས་དེ་ལ་ཡིན་གཅིག་མཆི་ཁོའི་བུ་ལ་དེ་སྤྲད་རོགས་གྱིས་ད། དེ་འདྲའི་ཁ་ཆེམས་བྱས་ནས་ད་སྟེ་རྗེས་སུ་ད་དུད་ཁྲོད་ནས་གཏེར་ནས་བླངས་ནས་ད་ཚུར་སྤྲད་བཞག་གི་ད་དེ་འདྲ་གཅིག་རེད། དེ་གཏེར་ནས་གཏེར་ལ་འབུད་སྟངས་དང་གཏེར་ནས་ལེན་སྟངས་དེ་ཚོ་ཡིན་ན་ད་ང་ཚོ་བྱེད་སྟངས་ཀྱི་ང་ཚོ་གཏེར་ཆོས་ཀྱི་རིགས་དང་མ་འདྲ་རོགས་གཅིག་དེ་འདྲ་རེད་ད་བྱེད་སྟངས་ཀྱི་བོང་བུ་དཔེ་ཆ་མང་ཆེ་ད་གཏེར་ཆོས་ཀྱི་རིགས་རོགས་དེ་ཡང་ནམ་རྒྱུན་ང་ཚོ་གི་གཅིག་གར་ཟེར་བ་རྟགས་ང་ཚོས་ངོ་མཚར་བའི་གཏམ་རྒྱུད་དང་ཅིག་འབྲེལ་ནས་བཤད་ཅིག་ར་དེ་མ་ཡིན་པ་ཅིག་དངོས་ཡོད་གནས་ཚུལ་ང་ཚོས་ས་འོག་ལ་འདི་ལྟར་རིག་གནས་གསར་བརྗེའི་སྐབས་སུ་ང་ཚོ་གཏེར་ལ་སྦས་ནས་ཡང་རྗེས་སུ་སྲིད་ཇུས་ཀྱང་ཡང་བྱུང་བའི་སྐབས་སུ་ང་ཚོས་ཚུར་གཏེར་ནས་དོན་ཡག་ཅིག་ཡོད་པ་ས་འོག་ནས་དོན་ཡག་འདྲ་བ་དང་ད་ལྟའི་བཟོ་གྲྭ་བ་ཅིག་རེད་ད་འདི་འདོད་ཟེར་རིན་མེད་ན་ཏི་ཏྲི་རེད་ཏི་ཏྲི་ནས་གཏེར་ས་འོག་ལ་ལོ་མང་པོ་རང་བསྡད་ཡོད་མ་རེད། དེ་མ་ཡིན་པར་བོན་པོའི་དཔེ་ཆ་མང་པོ་ཅིག་ད་ས་འོག་ལ་དཔལ་ཡོན་རིང་པོ་ལྟར་གྲི་གུམ་འཛིན་པའི་སྐབས་ནས་བཟུང་སྟེ་ད་དུས་རབས་བཅུ་གཅིག་བཅུ་གཉིས་བར་དུ་བསྡད་ཡོད་འདྲ་བ་དང། དེ་ནས་ཁྲི་སྲོང་ལྡེ་བཙན་སྐབས་ནས་བཟུང་སྟེ་ཡང་དུས་རབས་བཅུ་གཅིག་བཅུ་གཉིས་ལ་བསྡད་ཡོད་འདྲ་བ་དང་དེ་འདྲའི་དཔེ་མང་པོ་བསྡད་ཤག་ལོ་བརྒྱ་ཕྲག་མང་པོ་བསྡད་ཤག་དེ་འདྲ་ཡོད་རེད་ད་མདོ་གཟེར་མིག་ལྟར་ན་དེ་མ་རེད། ལོ་བརྒྱད་དང་ཡང་ན་བཅུ་མ་གཏོགས་ད་དེ་འདྲ་བྱས་ནས་གཏེར་ལ་སྦས་ཡོད་མ་རེད་ད་དེའི་ནང་ལོགས་ལ་ག་རེ་ཡོད་ཟེར་ན། སྟོན་པ་གཤེན་རབ་ཀྱི་དཔའ་བོ་འབྲུ་ལྔ་ལ་བརྟེན་ནས་དེའི། འཕྲུལ་ཡིག་བཞི་བཅུ་དེ་གསར་གཏོད་མ་བྱེད་སྔན་ལ་ཡི་གེ་ཁྲི་དང་འབུམ་ཡོད་ཟེར་ད་ཁྲི་རེད་ཁྲི་དང་འབུམ་དེ་གྲངས་ཀ་ཏག་ཏག་ཅིག་ཡིན་མིན་ད་ཧ་གོ་ཡག་མ་རེད་ཡིན་ན་ད་ཧ་ཅང་གི་མང་པོ་ཡོད་སྐད་ཆ་རེད། ད་དེ་ཧ་ཅང་མང་པོ་ཡོད་དགོས་དེའི་རྒྱུ་མཚན་གཙོ་བོ་ག་རེད་ཟེར་ན་ང་ལྟ་བས་ན་ད་དེ་བསམ་བློ་བཏང་ཐབས་དེ་དེ་འདྲ་རེད་ད་འདི་ང་ཚོའི་རི་མོ་གི་ཡི་གེ་རེད་འདུག། རི་མོ་གི་ཡི་གེ་ཡིན་ཙང་ལྟ་ཁོ། བྱ་དངོས་རེ་རེ་རེ་ལ་ཁོ་རང་ཡིག་གཟུགས་རེ་རེ་རེ་རེ་གི་མཚོན་པ་བྱེད་དགོས་ཀྱི་འདུག་བསམ་པ་ལྟ་སྟེ་ཡིག་འབྲུ་དེ་དཔེ་མང་པོ་ཆགས་འགྲོ་གི་རེད། འོ་དེ་འདྲ་རེད། ད་ལྟའི་རྗེས་སུ་བསྡུས་ཁྱད་འཕགས་ཀྱི་ལྟོ་ཡི་བཀའ་སྒྲོམ་ད་ང་ཚོས་དེ་ལྟོ་ཡི་བཀའ་སྒྲོམ་དེ་དག་ད་ལྟ་ཡི་གེ་ཁྲི་དང་འབུམ་ཡོད་ཀྱི་ལྟ་སྟེ་པོ་ཏི་འདྲ་བོ་ཅིག་རེད་ད་དེང་སང་ན་དཔེ་ཆ་འདྲ་བོ་ཅིག་རེད། དེ་འདྲའི་མང་པོ་ཡོད་ཙང་དེ་ངག་ཐོག་ལ་བརྒྱུད་ཐུབ་ཡ་ས་ཀའི་ཡོང་གི་ཡོད་མ་རེད། དེ་མི་དུས་ད། སྟོན་པ་གཤེན་རབ་ཕེབས་ས་ལ་ད་དེ་ཁྱེར་ནས་འགྲོ་གི་ཡོད་རེད། གྱོན་མཁན་གྱི་མི་དེ་འདྲའི་བློ་ཁ་ཡོད་རེད། ད། འདོད་དུ་ན་དེ་འདྲའི་ཡི་གེ་མང་པོ་ཅིག་ཡོད་རེད་དེ་འདྲའི་ཡི་གེ་མང་པོ་ཅིག་ཡོད་པ་དེའི། རྗེས་སུ་འདུ་ཁྱབ་པ་གི་ད་མེད་ལ། ད་མེ་ལ་དབྱུག་ཤར་བ་མེ་ལ་ཡིག་ནི་མེ་ཡིག་ཚིག་པའི་ཤུལ་དུ་ལྷག་བདེའོ་སྟེ་དཔའ་བོ་འབྲུ་སྔགས་སུ་ད་ཡི་གེ་མ་འདྲ་འོམ། དབྱངས་རམ་ཁང་གསུམ་སུ་ད་དེ་བྱེད་དགོས་རེད་ད་དེ་ལ་བརྟེན་ནས་འཕྲུལ་གྱི་བཞི་བཅུ་སྟེ་བཞི་ནི་ད་གྲངས་ཀ་ངེས་ཅན་ཅིག་ཡོད་དང་དབྱངས་དང་ད་དེ་ཚོ་གི་རྣམ་གཞག་ཡོད་དེ་ང་ཚོའི་སྒྲ་སྦྱོར་གྱི་ཡི་གེ་གི་རྣམ་གཞག་ཡོད་ད་དེ་ནས་བྱུང་བ་རེད། སྤྱི་དང་འཕེལ་རིམ་འདྲ་བ་བྱས་ན་ད་དེ་འདྲ་ཅིག་རེད། གཏན་དུ་བརྩམས་པ་དག་དོད་དུ་ན་སྟོན་པ་གཤེན་རབ་མ་བྱུང་ངེད་ནི་ཟེར་བ་རེད་སྟོན་པ་གཤེན་རབ་ཁྲི་ཞིག་མ་མ་གསར་བཙུགས་མ་བྱས་ངེད་ནི་ཡི་གེ་ཧ་ཅང་གི་མང་པོ་ཅིག་ཡོད་དེ་དེ་དེ་གཅིག་གཅིག་དེ་ནས་ད་ང་ཚོ་གི་ད་རྒྱ་གར་གི་ཡི་གེའི་ནང་ལོགས་ལ་ཟེར་བ་རེད་ད་རྒྱ་གར་གི་ཡི་གེའི་ནང་ལོགས་ལ་ལྷག་པར་དུ་ང་ཚོ་གུབ་ཏག་གི་ཡིག་གཟུགས་ཅིག་ཡོད་ར་གུབ་ཏག་གི་ཡིག་གཟུགས་དེ་དང་དེང་སང་གི་བོད་ཡིག་གཉིས་ཧ་ཅང་འདྲ་ཆེ་བ་ཡོད་དེ་ཚང་མར་མཐོང་དགོས་རེད། དེས་བྱས་དུས་ཚང་པ་དག་དེས་དེ་གཉིས་ལ་འབྲེལ་བ་ཅིག་ཡོད་དེ་དེ་འདི་ཆགས་དེ་རེད། ང་ཚོ་དེ་དེང་སང་གི་དབུ་ཅན་དེ་དག་དེ་ནི་གུ་དག་གི་ཡིག་གཟུགས་དེ་ཚོ་ལ་འབྲེལ་བ་ཅིག་ཡོད་དེ་ད་ཡིག་གཟུགས་ཁོ་རང་རང་གང་ནས་ཧ་གོ་ཡ་ཅིག་རོ། ད་དེས་བྱས་དུས་འདི་ཚོ་གི་འབྲེལ་བ་དེ་ག་རེ་རོ་ཅིག་རེད། ད་དེ་གན་དུས་ཆུན་པས་ལྟ་བ་ཡིན་ན་གུ་དག་གི་ཡིག་གཟུགས་ལ་བརྟེན་ནས་ད་ང་ཚོ་བོད་ཡིག་དབུ་ཅན་དེ་བཟོས་རེད། ད་དེ་མ་བྱས་དེ་དེ་རེད་འདོད་བཟོ་དགོས་པ་ད་དེ་མང་པོ་ཅིག་གི་ལྟ་སྟངས་གང་ལ་བལྟས་ཡོད་རེད། ད་ང་ཚོ་ཡོངས་གྲགས་ཀྱི་ལོ་རྒྱུས་ནང་ལོགས་ལ་ང་ཚོའི་བོད་ཡིག་དེ་ད་རྒྱ་གར་གྱིས་ཀྱི་ལ་རྒྱ་གར་ལ་བཟུང་ནས་རྒྱ་གར་གྱི་ཡིག་གཟུགས་དེ་ཚུད་ད་རྒྱ་གར་ནས་ཚུད་བསྒྱུར་ཡོང་རྒྱུ་རེད་ཟེར་བ་ཨ་ད། ཨ་དེ་ནས་ད་དེ་འདྲིའི་གི་འབྲེལ་བ་དེའི་སྒང་ནས་ང་ཚོས་བསམ་བློ་ཅིག་བཏང་བ་ཡིན་ན། ཨ་བསམ་བློ་ག་རེ་བཏང་ཡོད་རེད་ཟེར་ན། ད་ལྟ་རྒྱ་གར་གྱིས་ང་ཚོས་ཐུ་མི་བསམ་པ་འདྲ་རྒྱ་གར་ལ་ཕྱིན་རྗེས་རྒྱ་གར་ནས་ཡིག་གཟུགས་གི་དཔེ་དམའ་དཔེ་བཤུས་ས་རོགས་དེ། གུག་རྟགས་ཡིག་གཟུགས་ཡིན་པ་ཡིན་ན་གུག་རྟགས་ཡིག་གཟུགས་དང་བོད་གཉིས་ཧ་ཅང་གི་ད་ཐག་ཉེ་རེད་ད་ཧ་ལམ་གཅིག་པ་རོགས་ཅིག་ཡོད་རེད་དེ་བྱེད་དུ་ད་འདི་གུག་རྟགས་ཡིག་གཟུགས་རང་གཅིག་ནས་དེ་ང་ཚོ་གི་ཚུ་ཁེ་ང་ལྟ་བུ་ཅིག་ཡོད་རེད་ད་དེ་ཚོ་རིམ་པས་ཅིག་ནས་བསྒྱུར་ཡོང་དུ་འཛམ་པ་ད་ང་ཚོ་གི་ཡང་ཡིག་གཟུགས་བྲིས་ཡོང་དུ་འཛམ་པ་རིམ་པས་རིམ་པས་ཅིག་ནས་བསྒྱུར་བ་ཅིག་འདི་འདི་ལོག་གི་སོབ་ད་རོགས་ཅིག་ཡ་ཡོད་རེད། དེ་ཅིག་རེད། ད་འདིའི་ནང་ལོགས་ལ་ངེས་པར་དུ་བསམ་བློ་གཏང་དགོས་ཀྱི་ག་རེ་རེད་ཟེར་ན། ཡིག་གཟུགས་འདི། ད་ལྟ་གུབ་རྟ་གི་ཡིག་གཟུགས་འདི་ཡོད་རེད་བ། དེ། ད་འདི་སྐོར་ལ་ངས་ངོ་མ་ད་ལོ་མང་པོ་སྙན་ལ་རེད་ངས་འདི་སྐོར་ལ་དཔྱད་རྩོམ་ཐུང་ཐུང་ཅིག་ཡང་བྲིས་ཡོད། ད་གུབ་རྟ་གི་ཡིག་གཟུགས་དེ་དང་ང་ཚོའི་ད་ལྟའི་དབུ་ཅན་གྱི་ཡིག་གཟུགས་འདི་ཚོ་ཚང་མ་ང་ཚོའི། ཀ་རེད། གཟུགས་རིས་ཀྱི་གད་སྟ་རི་མོའི་ཡི་གེ་དེ་ཚོས་དབྱངས་གསལ་གྱི་གེ་ལ་འགྱུར་ཡོང་བ་ཅིག་རེད་འདུག་ད་འདི་ལྟ་སྟངས་དེ་ང་ལ་ཡོད་རེད། དེ་ཚོ་ག་རེད་ཟེར་ན་གསལ་བྱེད་ཀྱི་ཡི་གེ་རེ་རེའི་སྒང་ནས་ང་ཚོས་དེའི་བཟོ་ལྟ་དེ་མཐོང་ཐུབ་དགོས་རོགས། དེ་གསལ་བྱེད་ཀྱི་ཡི་གེ་དེས་ང་རང་ཚོ་བོད་པ་ག་རང་སྒྲ་དེ་ལ་བརྟེན་པའི་སྟོན་དཔྱིད་ཅིག་ཤར་ཡས་ཡོད་བ་དེ་རི་མོ་ལ་ཕབ་བཞག་པའི་བཟོ་ལྟ་དེ་ཧ་ཅང་གི་གསལ་བོ་ཡོད་རེད་ད། ད་དཔེ་ཆ་ཆགས་ན་རྣམ་པ་ཚོས་ད་དེ་མཁྱེན་གི་རེད་ད་དེ་ག་ཚོད་རེད་འགུར་སྟག་གི་ཡིག་གཟུགས་དེ་ཚོ་གསལ་བྱེད་དེ་ཚོ་ད་མང་པོ་མཐོང་ཡ་ཡོད་ར་དེང་སང་ད་འདི་ལ་ངས་ཅིག་བཏང་ཞོག་ཨ་ད་དེ་ཚོའི་སྒང་ནས་བལྟས་སོང་ང་ན་ཀ་དེ་ང་ཚོ་ག་བ་གི་ཨ་ཀུར་དེ་ག་བ་གི་ཡ་སྐྱག་དེ་ཚོ་རེད་ཁ་དེ་ང་ཚོ་ཁ་གི་སོབ་ད་རང་ཡོད་རེད། ལྷག་པར་དུ་དགེ་འདུན་ཆོས་འཕེལ་ཁྱོད་དེ། དེ། རྩོམ་དེའི་ནང་ལོགས་ལ་ཐག་རིང་བ་ཡིག་གཟུགས་དེ་ཚོ་ལྟར་ན་ཧ་ཅང་གི་འདྲ་བོ་ཡོད། དེ་ནས། ཆ་གཅིག། ལྷག་པར་དུ་ཆ་དང་ཡ་གཉིས་ཡོད་རེད། ཆ་དང་ཡ་གི་དོན་སྤྱི་དེ་ག་རེ་ཡོད་ཟེར་ན་ཆ་ཟེར་ན་གཉིས་ཟེར་བ་རེད། ཡ་ཟེར་ན་ང་ཚོས་གསུམ་དང་གཅིག་དང་ལྔ་དང་དེ་ལ་སོགས་པ་ཟེར་གི་རེད། དེ་བྱེད་དུས་ཆ་དེ་ལ་གཉིས་བྲིས་ཡོད་རེད། གོ་གོ་གཉིས་དྲག་གཅིག་བྲིས་ཡོད་རེད། ཡ་དེ་ལ་རྡོག་རྡོག་གསུམ་དྲག་གཅིག་བྲིས་ཡོད་རེད། འོ་ད་ཡ་གྲངས་དང་ཆ་གྲངས་ལ་སོགས་པ་དེ་ཚོ་རིག་མོད་ད་དེ་ལས་འཕྲོས་ཏེ་ད་དཔེར་ན་ར་དང་ལ་ལ་སོགས་པ་ར་ཟེར་ན་ར་ཅོ་ར་ཅོ་ལ་ཟེར་ན་ལ་དང་ཐུར་གྱི་ལ་དེ་རང་རིག་མོའི་རྣམ་པ་ཅིག་ནས་བྲིས་པ་རེད། ད་དེ་འདྲ་ཅིག་ནི་ད་དུང་མང་པོ་ཡོད་རེད་དེ་ཚོའི་ནང་ལོགས་ལ་ད་ངས་རིག་མོ་རེ་རེ་རེ་ཅིག་ནས་ངོ་སྤྲོད་ཞུ་མི་དགོས་ཀྱི། འདིའི་རིགས་དེ་ལ་ལྟ་སོང་འདུག་བསམ་པ་ད་ག་རེ་ཡོད་རེད་ཟེར་ན་འདི་རིག་མོའི་རྣམ་པ་ཅན་ཧ་ཅང་གི་མང་པོ་རྙེད་ཐུབ་ཀྱི་རེད་དེའི་ནང་ལོགས་ནས། ཨོ་དེ་དེ་རེད། ད་རི་མོའི་རྣམ་པ་ཅན་ཡོད་བ་དེ་གཅིག་པ་ཡིན་པ་གང་ཞིག་ལ་དེའི་རི་མོ་དེ་བོད་པ་གི་མིག་སྒྲ་ལ་བརྟེན་ནས་དེའི་དྲང་བའི་རྟོག་པའི་དོན་སྤྱི་དེ་རི་མོ་ལ་ཕབ་ཤོག་པ་འདྲ་བ་ཅིག་རེད་མ་གཏོགས། རྒྱ་གར་ཅིག་ལ་ཆ་ལ་བ་ཡིན་ན་གཉིས་ཀྱི་རི་མོ་དེ་བྲིས་ཐུབ་ཡ་ཅིག་དང་གཡག་ཟེར་བ་ཡིན་ན་གསུམ་གྱི་རི་མོ་དེ་བྲིས་ཐུབ་ཡ་ཟེར་ག་ཡོད་མ་རེད་ད། ཨོ་ད་དཔེ་མཚོན་ཅིག་ཞུས་ན་དེ་འདྲ་ཅིག་རེད། དེའི་སྒོ་ནས་བལྟས་སོང་ན་ང་རང་ཚོ་གི་ག་རེ་ཡིན་ན་དེ་རི་མོ་གི་ཡིག་གཟུགས་རེད་འདུག། འོ་དེ་རེད། ད་ལྟས་ཅིག་ཅིག་དེ་ནས་ད་ང་ཚོ་ཡང་བསམ་བློ་བཏང་དགོས་ག་རེ་འདུག་ཟེར་ན། རྒྱ་གར་གི་གདོད་མི་དཔལ་ཡོན་གྱི་དུས་རབས་ཅིག་ཡོད་རོགས་ད་སྤྱི་ལོའི་སྔོན་གྱི་ལོ་སུམ་སྟོང་ཡོད་མ། ལོ་སུམ་སྟོང་ཡར་མ་གཅིག་ད་སྤྱི་སྟངས་ཡོངས་གྲགས་ལྟར་ན་ཉིས་སྟོང་དྲུག་བརྒྱ་ནས་ཆིག་སྟོང་དགུ་བརྒྱ་བར་དུ་ད་ང་ཚོའི་སིན་དྷུ་གི་དཔལ་ཡོན་དུ་རབས་དུས་རབས་སུ་བྱེད་དགོས་ར་ད་ཨ་རི་ཨན་གི་མི་རིགས་དེ་ཚོ་རྒྱ་གར་ལ་མ་མཆོངས་སྙིང་གི་ད་དཔལ་ཡོན་གི་དུས་རབས་ད་དེ་ལྟ་བུ་རེད་དེའི་སྐབས་ཀྱི་སིན་དྷུ་གི་ཡིག་གཟུགས་ཅིག་ཡོད་རོ། སིན་དྷུ་བའི་ཡིག་གཟུགས་དེ་ལྟ་སྟེ་རྩོད་པ་ཅིག་འཆགས་ཏེ་གྱོད་རེ་དེ་འདོད་འདོད་ན་དེ་ཡི་གེ་ཡི་གེ་ཅིག་ཆགས་ཏེ་ལྟ་དེ་དབྱངས་གསལ་གྱི་ཡི་གེ་ཡིན་དང་མིན་དེ་ཡི་གེ་ལ་སྦྲང་འོད་དང་མི་འོད་ཟེར་ད་ལྟ་གཟུགས་དབྱངས་བཤད་སྟངས་མང་པོ་དང་ལྟ་འདོད་འདོད་ན་དེ་འདྲ་ཅིག་ཡོད་དེ་ང་ཚོ་མཚོན་བྱེད་ཀྱི་རི་མོ་ཅིག་ཡོད་དེ་བ་ལྟ། དེ་རི་མོ་རང་གཅིག་ནས་བྲིས་པ་རེད། དེ་སིན་དྷུ་བའི་ཆུ་སིན་དྷུ་གི་ལུང་གཤོང་བརྒྱུད་ནས་རིམ་པས་ཕྱིན་ནས་རྒྱ་གར་ལ་ཁྱབ་སོང་བ་ཅིག་རེད།

སིང་འདུག་འདི་དག་གར་ས་ང་ཚོ་གླང་ཆེན་ཁང་བབས་རེད་ཟེར་མཁན་ཡང་འདུག་སིང་གའི་ཁང་བབས་རེད་ཟེར་མཁན་ཡང་འདུག་ད་གང་དག་འདོད་འདོད་ན་ཁང་བབས་ཀྱི་ཆོས་ཆེན་པོ་གཅིག་རེད་ང་ཚོས་བོད་ནི་མ་ཧཱ་རྒྱ་གར་ལ་བབས་རེད་ད་དེའི་ལོངས་གཞུང་བརྒྱུད་ནས་རིམ་པས་ཕྱིན་ནས་ད་འདི་བོད་ཡོན་དེ་དར་ཡོང་འོ་ད་དེ་འདྲའི་བརྒྱུད་རིམ་ཅིག་ཡོད་རེད་དེ་ཡིན་དུས་བསམ་པ་ད་འདིའི་བརྒྱུད་རིམ་དེ་དང་ང་ཚོ་གི་ད་ལྟ་ཏིང་ངེ་ལ་བཤད་འདུག་པའི་བོད་པའི་ད་བོད་པ་ཟེར་ན་ཆོག་འདྲ་འདུག། ཞང་ཞུང་གི་ཡི་གེ་ད་སྟོན་པ་གཤེན་རབ་ཀྱི་གསར་གཏོད་ཡིན་ན་འདྲ་སྟོན་པ་གཤེན་རབ་ཀྱི་རྔན་ལ་ཡིན་ན་འདྲ་ད་འདི་ཚོ་ཚང་མ་གི་བརྒྱུད་རིམ་འདྲ་བ་སྟེ་གཅིག་དེ་བསྡུས་ན་བསྡུས་ཐུ་ཡས་ཀྱི་བརྒྱུད་རིམ་གཅིག་འདུག་དེ་གཅིག་འདུག་ཚང་པ་ད་འདི་སྟོན་པ་གཤེན་རབ་མ་བྱུང་རྔན་གྱི་ཡི་གེ་ཁྲི་དང་འབུམ་ད་དེ་འདྲི་ཡོད་དེ་དང། དེ་ནི་ད་ལྟ་སིནྡྷུ་གི་དཔལ་ཡོན་གྱི་དུས་རབས་ཀྱི་ཡིག་གཟུགས་དེ་དང། དེ་ནི་ད་ལྟ་ང་ཚོ་གི་བྲིས་ཡིག་འདི་བའི་དབུ་ཅན་དང། དེ་ནི་ང་ཚོ་ད་ལྟ་གུབ་ཏཱ་གི་ཡིག་གཟུགས་འདི་ཚོ་ཚང་མ་ཕྱོགས་གཅིག་ལ་བསྡུས་ཡོང་དུས་ཚངས་པ་རི་མོ་གི་རྣམ་པ་ཅན་དེ་ཚང་མའི་གོང་ལ་མཐོང་ཨ་ཡོད་རེད། དེ་མཐོང་ཨ་ཡོད་རྒྱུ་མཐོང་ཨ་ཡོད་ཙང་ད་ང་ཚོ་དེའི་རི་མོ་དེ་ག་རེ་གི་རི་མོ་རེད་འདུག། རི་མོ་དེ་གཏན་ལ་ཕེབས་སྟངས་དེ་ག་འདྲ་རེད་འདུག་དེ་ངེས་པར་དུ་བསམ་བློ་གཏང་དགོས་པ་ཅིག་རེད་དེ་བསམ་བློ་གཏང་བ་ཡིན་ན་ཡི་གེའི་འབྱུང་ཁུངས་ཡི་གེ་ཐོག་མ་གང་ནས་བྱུང་འདུག་དེ་ཚོ་ཚང་མ་ལ་ཡང་བསམ་བློ་གཏང་ས་ཅིག་ཡོད་དེ་འདྲ་ཅིག་རེད། འོ་དེ་འདྲ་ཅིག་རེད་ད། སྤྱིར་བཏང་གི་ཡི་གེ་གི་བརྒྱུད་རིམ་དེ་བཤད་ཡོང་དུས་བསམ་པ་ད་ང་ཚོ་གི་ད་མང་པོ་ཅིག་བཤད་ཡོད་རེད། ད་སྟོན་པ་གཤེན་རབ་ཀྱི་ད་ཞང་ཞུང་གི་ཡི་གེ་གསེར་པོ་རེད་ད་འདི། བྱེད་སྟངས་ཀྱི་གཞི་འགོ་འཛུགས་ས་དེ་སྤོང་གསོ། སྤོང་གསོ་ཡི་གེ། སྤོང་གསོ་ཆེད་སྦྱོང་གཉིས་ཡོད་རེད་དེ་ནས་མར་ཆེན་མར་སྦྱོང་ལྟ་ཞང་ཞུང་ཡིག་རྒན་ཟེར་ན་འགྲིག་འདུག་མར་ཆེན་མར་སྦྱོང་ལྟ་དེ་ལ་སོགས་པ་དེ་ནི་མ་གཟབ་དང་དེ་ནས་ང་ཚོ་དབུ་ཅན་དང་དབུ་མེད་ད་ལྟ་འདོད་པ་དེ་ལྟར་རིམ་པས་བྱས་ནས་འགྱུར་བ་བཏང་ནས་ཡོང་རྒྱུ་ཡིན་འགྱུར་བ་ཐེབས་ནས་སྟབས་བདེ་རུ་བདེ་རུ་བཏང་ནས་ཡོང་རྒྱུ་ཡིན་སེ་གོ་རེ་བ། དེ་ཡིན་དུས་བརྩམས་པ་འདིའི་བརྒྱུད་རིམ་གཅིག་པུའི་སྒང་ནས་བསམ་བློ་བཏང་བ་ཡིན་ན་ཡང། ང་ཚོ་གི་ཡི་གེ་ཀྱི་འགྱུར་བ་དེ། རི་མོའི་རྣམ་པ་ནི་དབྱངས་གསལ་གྱི་སྐྱེ་དངོས་ལ་འགྱུར་ཐ་ན་རྗེས་སུ་དུས་ཚོད་རིང་པོ་ཞིག་གི་རྗེས་སུ་འདི་མ་གཞི་གི་རི་མོ་དེ་ག་རེད་ངོ་མ་ཤེས་པ་དེ་འདྲའི་ཆ་དེ་མང་པོ་ཡོང་ཆོག་གི་ཡོད་དེ་ཡོང་གི་རེད་ཡོད་རེད། དེ་འདྲ་ཅིག་རེད། དེ་འདྲ་བྱེད་དུས་བསམ་པ་ད་འདིའི་བརྒྱུད་རིམ་འདིའི་ནང་ལོགས་ན་བསམ་བློ་བཏང་བ་ཡིན་ན། ང་ཚོ་གི་ད་ཞང་ཞུང་གི་བྱུང་སྟངས་དེ་དང། དེ་ནི་རྒྱ་གར་གྱི་གདོད་མི་ཡི་གེ་གི་བྱུང་རིམ་དེ་དང། དེ་ནི་ད་ལྟ་ང་རང་ཚོ་བཤད་བསྡད་པའི་བོད་ཀྱི་ཡིག་གཟུགས་ད་ལྟའི་ལ་སོགས་པ་དེ་ཕྱོགས་གཅིག་ཏུ་བསྡོམས་ན་བསྡོམས་ཐུབ་ཡག་གི་རིགས་ལམ་ཟེར་བ་རེད་ད། ལོ་རྒྱུས་ཀྱི་བརྒྱུད་རིམ་གཅིག་འདིར་བཞིན་དུ་ཡོང་ཆོག་གི་འདུག། འོ་དེ་འདྲ་གཅིག་རེད། དེ་ནས་ད། མང་པོ་ཅིག་གི་བསམ་བློའི་ནང་ལ་ག་རེ་འདུག་ཟེར་ན་ད་དྲི་བ་ཡང་སེ་ཡང་སེ་མང་པོ་བཀོད་བསྡད་ཅིག་ག་རེ་ཡོང་གི་འདུག་ཟེར་ན། ཞང་ཞུང་དང་བོད་གཉིས་ཁ་ཁ་རེད་ཟེར་བཤད་བསྡད་ཅིག་མང་པོ་འདུག་ཨ་ད་དེ་ཁག་ཡོད་མ་རེད་རྗེས་སུ་བཙན་པོའི་རྒྱལ་རོང་གི་སྐབས་སུ་ཞང་ཞུང་དེ་དབང་དུ་བསྡུ་ཡག་གི་ལོ་རྒྱུས་མང་པོ་ཡོད་རེད་ཞང་ཞུང་ངོ་ལོག་པའི་ལོ་རྒྱུས་ཡང་ཡོད་རེད་བྱས་ཙང་ཀ་ད་ཞང་ཞུང་དང་བོད་ཟེར་མཁན་དེ་ལོག་ཨ་ཡིན་པས། ལྟ་སྟངས་དེ་ཡོང་དགོས་རེད་དེ་ལོ་རྒྱུས་ནང་ལ་དག་རང་ཡོད་རེད་ཡིན་ན་ལོ་རྒྱུས་དེ་ད་ང་ཚོས་སྐྱེས་མཚམས་ཅིག་ནས་ལོ་རྒྱུས་ལོ་རྒྱུས་ཀྱི་ངོ་བསྟོད་དེ་འདྲ་ཞིག་ཆགས་བསྡད་ཡོད་རེད་མ་གཏོགས་སྔས་མ་ན་ཡང་ཞང་ཞུང་དེ་བོད་ཀྱི་ཆ་ཤས་ཡིན་པ་དེ་ཡང་ད་ང་ཚོས་ང་ཚོའི་བཅུ་ཡི་ནང་ལོ་རེད་དེ་ད་བརྒྱད་པ་ང་ཚོས་མ་རེད་བདུན་པ་རེད་བདུན་པ་མ་སངས་ཀྱི་རི་རྒོད་དབང་ཆེ་བའི་སྐབས་སུ་ལ

ད་བརྒྱད་ཁྲི་མང་པོ་ཅིག་དེ་འདྲི་གཅིག་ཆར་མ་གཏོགས་བལྟས་མཁན་ལ་དེ་ཡོངས་རྫོགས་གཅིག་གྱུར་ཡིན་པའི་ད་ང་ཚོའི་ལོ་རྒྱུས་ཀྱི་བརྒྱུད་རིམ་ཤེས་ཡོང་དུས་ཙམ་པོ་དེ་ཚོ་ཚང་མ་ཤེས་དགོས་རོགས། ང་ཚོའི་བཅུད་དེ་ཤེས་དགོས་རེད་དེ་ཚང་མ་བོད་ཀྱི་ལོ་རྒྱུས་ཀྱི་སྒང་ནས་ཤེས་དགོས་རོགས། འོ་དེ་བྱེད་དུས་ཙམ་པོ་ད། ཞང་ཞུང་དེ་བོད་ཀྱི་ཆ་ཤས་ཅིག་རེད། དེ་བྱེད་དུས་ཙམ་པོ། སྐད་དང། ད་ས་རྒྱ་ཆེན་པོ་ཅིག་ཡིན་པའི་དབང་དུ་བཏང་སོང་བ་ཡིན་ན་ནང་ལོགས་ལ་སྐད་མ་འདྲ་ཡོང་དགོས་རེད་ཡུལ་སྲོལ་གོམས་གཤིས་ཡང་མ་འདྲ་ཡོང་དགོས་རེད། ཐ་ན་མིག་གི་གསོབ་ལྟ་ཡང་མ་འདྲ་དེ་འདྲ་ཡོང་དགོས་རེད། ད་དེ་རེད། དེ་གཅིག་དེ་ནས་དེ་ཙམ་དུ་མ་ཟད་ང་ཚོའི་རུས་རུས་སྒང་ནས་བལྟས་ཡོང་ཙང་པ་ཞང་ཞུང་དེ་ང་ཚོའི་རུས། གདོང་གི་རུས་རྒྱུད་ཡིན་པའི་སྐད་ཆ་བཤད་གདོང་རེད་ར་རེད་ད་ངས་ཡག་པོ་ཅིག་དྲན་གི་འདུག་གཅིག་གི་རྒྱུད་པ་ཡིན་པའི་བཤད་སྲོལ་དེ་ཡང་ཡོད་རེད་བ། བ་དེ་གཅིག་ཏུ་བརྩམས་པ་ས་ཆ་གི་ཐོག་ནས་བཤད་ན་འདྲ་འདུག་རུས་རྒྱུད་ཀྱི་ཐོག་ནས་བཤད་ན་འདྲ་འདུག་ག་རེ་གི་ཐོག་ནས་བཤད་ན་ཞང་ཞུང་ཟེར་མཁན་དེ་བོད་ཀྱི་ཆ་ཤས་གཅིག་རེད་ཟེར་བ་དང་རྗེས་སུ་ཉའ་ཁྲི་བཙན་པོ་དེ་ཡར་ཀླུང་ཟོར་ཁ་གི་རྒྱལ་པོ་ཆགས་ཏེ་དེ་གཉིས་རིམ་པས་ཕྱིན་ཏེ་ད་ང་ཚེ་སྔོན་མ་བརྒྱ་ཕྲེང་སྲིང་མ་བཅུ་གཉིས་དང་བཞི་བཅུ་ལ་སོགས་པ་གི་གཅིག་གིས་གཅིག་ལ་ད་འཐབ་ནས་རིམ་པས་ཕྱིན་ནས་ད་ང་ཚོ་ཡར་ཀླུང་ཟོར་ཁ་གི་བཙན་པོའི་རྒྱལ་རབས་དེ་རིམ་པས་ཕྱིན་ནས་བྱུང་དུ་བརྩམས་པ་བོད་ཟེར་མཁན་གྱི་མིང་དེ་ད། དེ་ལ་ཐོག་སོང་བ། དེའི་རྗེས་སུ་ད་བཙན་པོའི་རྒྱལ་རབས་ཀྱི་དབང་བསྒྱུར་དང་བཙན་པོའི་རྒྱལ་རབས་ཀྱི་ད་ཕྱོགས་བཞི་དབང་དུ་སྡོད་པའི་ལས་ཀ་མང་པོ་བྱེད་སྐབས་སུ་ད་ཞང་ཞུང་སུ་ད་ལོག་ག་ར་ཅིག་ཡོད་རེད་བ། འོ་དེ་འདྲས་བྱེད་དུས་ཙམ་པ་ད་ཞང་ཞུང་ངོས་ནས་ཚུལ་གྱི་ཐོག་ནས་བཤད་སོང་ལོ་རྒྱུས་ཀྱི་ཕུགས་དེད་ནས་གསུང་བ་ཡིན་ན་ཞང་ཞུང་ཟེར་མཁན་དེ་བོད་ཀྱི་ཆ་ཤས་ཅིག་རེད། འོ་དེ་འདྲས་བྱེད། དེ་གཅིག་རེད། དེ་ནས་ད་ལྟ་ཞང་ཞུང་གི་སྐད་དང་ཡི་གེ་དེ་ཤེས་ཡོང་དུས་བརྩམས་པ་ད་སྟོན་པ་གཤེན་རབ་ལ་རང་བཞིན་གྱིས་འདྲེས་འདུག་ར་བ་ད་སྟོན་པ་གཤེན་རབ་ལ་འདྲེས་འདུག་བརྩམས་པ་ད་སྟོན་པ་གཤེན་རབ་དེ་ག་དུས་བྱུང་བ་རེད་ཟེར་ད་བཤད་སྟངས་མང་པོ་རེད། ད་སྟོན་པ་གཤེན་རབ་ཀྱི་རྣམ་ཐར་དེ་འདྲའི་ནང་ལོགས་ལ་ད་གཅིག་ཁྲི་བརྒྱད་སྟོང་ལྔའི་སྐད་ཆ་བཤད་དགོས་ལ། མི་ལོ་བརྒྱད་ལ་གཤེན་ལོ་གཅིག་ཟེར་ད་སྟོན་པ་གཤེན་རབ་ལོ་བརྒྱད་ཅུ་གྱ་གཉིས་ལ་བཞུགས་འདུག་བརྩམས་པ་ད། དེ་ཤིང་ལོ་བརྒྱད་ཅུ་ཆ་གཉིས་བརྩིགས་པ་རེད། ཤིང་ལོ་གཅིག་ལ་མི་ལོ་བརྒྱ་བརྩིགས་པ་རེད། ད་ལྟའི་བྱེད་དུས་ཟིན་པ་དེ་འདྲའི་ལོ་མང་པོ་ཞིག་ཆགས་འགྲོ་བ་རེད། ཡིན་ནའང་ད་དེ་ང་རང་ཚོ་བཤད་སྟངས་གཅིག་རེད། ད་དེ་མང་པོ་ནང་ལ་གཡོར་བ་དང། དགང་ལོ་དང་དེར་གཅིག་མང་པོ་ཅིག་བསྲེས་ཏོ། དེ་ནང་བཞིན་གྱི་ད་སོ་སོ་གི་དད་པ་དང་མོས་པའི་སྒོ་ནས་བཞག་བཞག་པ་རེད་མ་གཏོགས་དངོས་ཡོད་ནས་ཚོའི་ལོ་རྒྱུས་ཐོག་ཏུ་མ་བཤད་དགོས་པ་ཡོད་ན་དེ་འདྲ་ཅིག་ཡོང་བ་མེད་དེ་ད་རང་བཞིན་གྱི་ཧ་གོ་དགོས་པ་ད་ལྟའི་སྤྱི་འཐུས་ལྟད་མ་བརྩི་བ་ཡིན་ན་ཟེར་བ་རེད་ལྟད་མ་བརྩི་བ་ན་ད་ལོ་སུམ་སྟོང་ད་ལོ་བཞི་སྟོང་ལྷག་ཅིག་བྱས་པ་ལ་ད་དཔེར་ན་ཁྱུང་པོ་ལོ་དྲུག་རྒྱལ་མཚན་ལྟ་བས་ན་གླིང་བཞི་བསྟན་པའི་འབྱུང་ཁུངས་ར་དེ་ཚོའི་ནང་ལ་ལྟ་ན་ད་སྐབས་དེ་ལོ་སུམ་སྟོང་དགུ་བརྒྱ་ད་སྟོན་པ་ཞེ་དྲག་འཁྲུངས་ནས་ལོ་སུམ་སྟོང་དགུ་བརྒྱ་བྱས་པ་རེད་ད་ད་ལྟ་བར་དུ་ཡིན་ན་ད་དེ་གྱོང་པོ་བློ་གྲོས་རྒྱལ་མཚན་ལྟ་བས་ན་ད་དེ་དུས་རབས་བཅུ་བཞི་བའི་ནང་གི་མི་རེད། བྱེད་སྟངས་ད་ཅིག་ལོ་ཚིགས་ལ་མཐུན་མི་མཐུན་དེ་ལས་ཡོད་དེ་ན་ད་ཡོངས་གྲགས་ད་གཅིག་སྟོང་སུམ་བརྒྱ་བ་ཚོ་རེད་མི་བརྩམ་སྐྱེ་རེད། བཅུ་དགུ་རེད་ད་ཅིག་རེད། དེ་འདྲི་ཅིག་སྐབས་དེ་མི་རེད་ད་དེའི་སྐབས་དང་དེ་ནས་ད་ལྟ་གི་ང་ཚོ་ཉིས་སྟོང་ཉིས་རྩ་གཉིས་འདས་བསྡོམས་སོང་བས་ན་ལོ་བཞི་སྟོང་ལྔ་བརྒྱ་ལྷག་ཟིག་ཆགས་འདུག། འོ་དེ་བྱེད་དུས། ད་འདིའི་ལོ་རྒྱུས་འདི་དང། དེ་ནི་རྒྱ་གར་གྱི། ད་ལྟ། ངེད་སྒང་ལ་བཤད་པའི་ང་ཚོའི་སིན་དྷུ་གྱི། དཔལ་ཡོན་གྱི་ལོ་རྒྱུས་དེ་དག་ད་དེ་ཚོ་གི་དུས་ཚོད་དག་དེ་ཏག་ཏག་རེད་ཅིག་ཆགས་ཀྱི་ཡོད། དེ་ཆགས་དུས་ཙམ་པོ་ད། འདོད་དུས་སོང་ན་ད་འདི་རེད། ཞང་ཞུང་གི་ཡི་གེ་དང་རྒྱ་གར་གྱི་ཡི་གེ། དེ་འབྲེལ་ཡོད། དེ་ནི་རྒྱ་གར་གྱི་སྟོད་སྨད་རིག་གཞུང་དེ་ཞང་ཞུང་ལ་འབྲེལ་ཏེ་ཡོད། དེ་རེད། ད་དེའི་སྤྱི་བཏང་གི་ད་རྒྱ་གར་གྱི་ཁོ་རང་རང་གི་ལོ་རྒྱུས་དེ་ཧ་ཅང་འཐུས་ཚང་པོ་དེ་འདྲ་ཡོད་མ་རེད། དེ་འདྲ་མེད་འཐུས་ཚང་པ་ད་ཁོ་ཚོ་གི་ལོ་རྒྱུས་ཀྱི་ཅིག་གི་རྒྱུ་ཆ་རུ་བསྡུ་སྒྲིག་བྱེད་ས་དེ་ཁོ་རང་ཚོ་གི་སྒྲུང་གི་རིགས་མང་པོ་རེད་གཏམ་རྒྱུད་ཀྱི་ད་སྒྲུང་དང་འབྲེལ་བའི་གཏམ་རྒྱུད་ཀྱི་རིགས་མང་པོ་རེད་མ་ཧ་བྷ་ར་ཏ་ཟེར་མཁན་འདྲ་བོ་ད་ད་དེ་འདྲའི་རིགས་མང་པོ་རེད། ད་བེ་དག་གི་རིགས་ད་དེ་འདྲའི་མང་པོ་ར་ད་ང་ཚོའི་རིག་བྱེད་ཀྱི་ད་གཞུང་དེ་འདྲའི་མང་པོ་ཡོད་དེ་ཚོའི་ནང་ལུས་རྟགས་ཡོང་དུས་ཙམ་ད་ཁོ་རང་ཚོའི་སྡོད་སོང་ན་ལྷ་ཡུལ་དེ་ངོས་འཛིན་བྱེད་སྟངས་དེ་ང་ཚོའི་ཞང་ཞོང་ལ་རང་བཞིན་གངས་རིན་པོ་ཆེ་ལ་རང་བཞིན་ངེས་ངོས་འཛིན་བྱེད་དགོས་ད་བཤད་སྲོལ་འདྲ་འདྲ་ཡོད་རེད་ནི་དེ་ཁོ་ཚོའི་དེ་བཤད་སྲོལ་དེ་ཡོད་དེ་དེ་ཡོད་དེ་དུས་ཙམ་པ་ད་དང་པོ་ང་ཚོའི་ད་བོང་བུ་ཞེས་དང་དག་པ་ལྷ་ཡི་གེ་ནི། དེ་ནི་བོང་ཡིག་ཏུ་འགྱུར་ཟེར་ད་དག་པ་ལྷ་ཡི་གེ་ཟེར་ཏོ་བཤད་ཀྱི་ཡོད་རེད། དེ་ནི་ད་འདི་རྒྱ་གར་ལྟ་བུའི་ན་ཡང་ཁོ་རང་ཚོ་ལ་ད་འདི་ཡོད་ར། ཁོ་ཚོ་གི་དེ་ཡི་གེ་ཐོག་མ་དེ Brahmis ཟེར་གོ་ད Brahmis ཟེར་གོ་ད་དེ་ཁོ་རང་ཚོ་ཡི་གེ་ཐོག་མ་ལྟ་བུ་ལ་ངོས་འཛིན་བྱེད་ཀྱི་ཡོད་ར། Brahmi ཆིག་ད་འདི་ཚོ་ཚང་མ Brahmi ཡིག་གཟུགས་དེ་དག་བྲམ་ཟེ་འདི་ཚངས་པའི་ཡི་གེ་ཟེར་བ་རོ་ད་ཚངས་པའི་ཡི་གེ་ཟེར་བ་རོ་ཚངས་པའི་ཡི་གེ་འདི་ཚང་མ་ད་འདི་ཚོ་ཚངས་པ་དང་དེ་ལ་སོགས་པ་ཚང་མ་རིམ་པས་ཕྱིན་ནས་ལྷ་ཡུལ་ལ་འདྲེས་ཏེ་རོ་ད་ལྷ་ཡུལ་ལ་འདྲེས་ལྷ་ལ་འདྲེས་འདི་ཚང་པ་ང་ཚོ་གི་ཞེས་དང་དེ་དག་ཁོ་རང་ཚོ་གི་ཁུངས་ཐུབ་དང་འདི་ཚོ་ཚང་མ་ཕྱོགས་གཅིག་ལ་འདུས་ཐུབ་བ་གི་ད་སྒྲུང་དང་འབྲེལ་བའི་ལོ་རྒྱུས་ཀྱི་རྒྱུ་ཆ་དེ་ཚོའི་སྒང་ནས་ཡང་མཚོན་ཐུབ་གི་རོ།

ཨོ་དེ་འདྲའི་ཅིག་ད་ཏི་འདོད་དུ་སོང་ན་ངའི་ལྟ་བ་འདྲ་བོ་དེ་ཟེར་བ་ར་ད་ངས་འདི་ཞང་ཞུང་གི་ཡི་གེ་ཐོག་ད་ཐོག་གི་ལྟ་བ་དེ་ག་རེ་རེད་ཟེར་ན། ཞང་ཞུང་གི་ཡི་གེ་དེ་དང་ད་ལྟ་ང་ཚོ་ཨུ་ཅིན་གྱི་ཡི་གེ་དེ་དང་འདི་ཚོ་ཚང་མ་རྒྱུད་པ་གཅིག་རེད། རྒྱུད་པ་གཅིག་ཡིན་པ་ཙམ་དུ་མ་ཟད་རི་རི་མོ་གི་ཡིག་གཟུགས་ཀྱི་རྒྱུད་པ་རེད།

སྟོད་མངའ་རིས་ནི་རིམ་པས་བརྗེས་ནས་ང་ཚོ་གི་ད་ལྟ་འདི་དཔལ་ཡོན་གྱི་ལོ་རྒྱུས་དེ་རིམ་པས་བརྗེས་ནས་ཤེས་ཆོག་ཡ་ཅིག་ད་ཤེས་སྲོལ་ཡོད་དུས་བརྗེས་ད་ལྟ་ང་ཚོའི་དོན་སྣང་སྤྱི་དང་མ་སྤྱི་གི་ཁྱད་པར་རེད་མ་གཏོགས་ཅི་འདི་ཤེས་ན་ཤེས་ཆོག་ཆོག་ཡོད་རེད་ད་ལྟ་དེ་འདྲ་ཞིག་རེད། དེ་འདྲའི་དུས་མཚམས་པ་ད་ལྟའི། སྐར་ཚོགས་ལྟར་ང་ཚོ་གི་ཡིག་གཟུགས་འདི་བཀོལ་ཏེ། དབྱངས་གསལ་གྱི་ཡི་གེ་དང་རི་མོ་གི་ཡི་གེ་རོ་དང་རི་མོ་གི་ཡི་གེ་དེ་གཉིས་ལ་འབྲེལ་བ་ཧ་ཅང་རྒྱ་ཆེན་པོ་ཡོད་གཅིག་གཅིག་ད་ལྟའི་ང་ཚོ་བོད་ཡིག་ད་ལྟ་འདི་ཚོའི་རིགས་དེ་ཙམ་མ་ཡིན་པ་ང་ཚོའི་ད་ང་ཚོ་ལེ་ཏིན་ཡོད་ད་ལེ་ཏིན་གྱི་ཡིག་གཟུགས་ད་དེང་སང་ཨིན་ཇིའི་ཡིག་གཟུགས་ལ་སོགས་པ་དེ་ཚོ་ཡང་ཁོ་རང་ཚོས་མ་བྱས་ཏེ། འདི་ཕར་ཚུར་གོ་རེ་ང་ཚོས་རི་མོ་ཡིག་གཟུགས་དེ་ནས Greece གི་ཐག་ཉེ་གི Egypt མ་ད Egypt གི་ཐག་ཉེ་གི་གྲོང་གསེབ་ཅིག་ནས་ཐོག་མར་ཁོ་རང་ཚོས་ཡི་གེ་གི་གཞི་རྩ་སྒྲོག་སྟེ་བཙུགས་ནས་རིམ་པས་ཕྱིན Egypt ལ་དར Egypt གི་ཐོག་ནས་ད་རིམ་པས་ཕྱིན་ཁོ་རང་ཚོ་དབྱངས་གསལ་སྐད་ཀྱི་ངོ་འགྱུར་ནི་འཛམ་གླིང་ཡོངས་ལ་ཁྱབ་བརྡལ་གྱི་སྐད་ཆའི་ཞལ་གཅིག་ལ་ད་དེ་ལྟ་བུ་དགོས་མེད་ཚང་མ་རི་མོ་གི་རི་མོ་དང་འདྲེས་ནས་རིམ་པས་ཕྱིན་ཡིག་གཟུགས་དབྱངས་གསལ་སྐད་ཀྱི་དེ་འདྲེས་དེ། འོ་དེ་འགྲིག་གི་ད་དང་དེ་གཟིམ་མཁན་ཡང་ཡོད་རེད་ལ་གཟིམ་ཡང་ཆོག་བ་ཅིག་རེད། འོ་དེས་ན་ད་འདིའི་སྡོམ་ཚིག་འདྲ་བ་ཅིག་བཤད་སོང་བས་ན། ཞང་ཞུང་གི་ཡིག་གཟུགས་དེ་ང་ཚོའི་རི་མོ་གི་ཡིག་གཟུགས་དེ་རེད། དེ་རང་དེ་ཡང་ང་རང་ཚོ་ཞང་ཞུང་རང་ནས་དར་ཏེ་འདོད་ན་བོད་ནས་རང་དར་སོང་བ། དེ་ལ་དེ་ནི་རྒྱ་གར་ལ་རིམ་པས་ཕྱིན་ནས་དར་སོང་བ་ཅིག་དེ་འདྲའི་ལྟ་བ་ཅིག་ཁྱེད་རྣམས་མ་འགྲིག་ཡ་མི་འདུག། འོ་དེ་འདྲི་ཅིག་ཞུ་ཡ་ཡིན། འོ་དེ་ནི་ད། དོན་དེ་མཚུངས་ལ་ད་ལྟ་དེ་འདྲའི་མང་པོ་ཞིག་བསྡད་ན་ཡང་ད་ལྟའི་མགོ་འཁྲུག་འདྲ་རེ་ཞིག་ཆགས་འགྲོ་ས་རེད་ཡོད་ད་དེ་འདྲ་ཅིག་ཡིན་དེ་ནས་དྲི་བ་འདྲ་ཡོད་ན་ནང་པ་ཚོས་ཡང་སོང་བཞག་པ་ཡིན་ན་ངས་ལན་རྒྱབ་ཤེས་པ་དེ་འདྲ་ཡིན་ན་ཡང་ལན་ཞུ་གི་ཡིན་ཡིན་ཚང་མ་བཀའ་དྲིན་ཆེ།
ཨོ་ལགས་སོ་ད་ཉི་བ་དེ་ད་ཁྲི་བ་ཟེར་ན་འདྲ་ཅིག་དོགས་པ།

ད་གསལ་བྱེད་དེ་ཚོ་བྱུང་བས་བྱུང་བའི་ཡང་འདི་གང་ལ་དག་ཡིག་གཟུགས་དེ་བྱུང་བའི་འདི་གང་ལ་ནི་ད་སྒྲ་གཟུགས་ཀྱི་གི་ངོ་བོ་ནི་བྱུང་ཡང་འདི་རེད། ད་དེའི་གི་དཔེ་མཚོན་བཞག་ཡ་དེ་ད་ལྟ་གི་ཕྱི་ལ་སོང་བའི་ནང་བཞིན་རེད་ག། གང་པ་ག་ག་བ་ལ་དེ་ནི་ནི་ད་ག་བྱུང་ཡ་དང་དེ་ནི་ད་ཆ། དེ་ནི་ཉ། ཕྱི་ནང་གི་ཉ་གི་གཟུགས་བརྙན་ལ་དེ་ནི་ནི་ཉ་བྱུང་རྒྱུ། དེ་འདྲ་གི་ད་དཔེ་མཚོན་མང་པོ་ཅིག་བཀོད་འདུག། དེ་ལྟ་བ་དེ་དང་ནི་དེ་ད་ལྟ་དགེ་བཤེས་ལགས་སོང་ཡང་དང་གཅིག་པར་འགྲོ་གཅིག་རེད་བྱ་ད་ཡིན་ན་ཡང་ཞི་རྒྱས་རྒྱ་གར་གྱི་ཡི་གེའི་ཁུངས་ལ་དྲི་ཡ་དང་དེ་ནས་ཤོང་ཤོང་ནས་དེ་དེ་ཚོ་ད་ཕལ་ཆེར་འགྲན་གྱི་མི་འདུག་ཕལ་ཆེར་དེ་ན་ཅིག་མེད་ཡང་འགྲོ་གཅིག་རེད་བྱ། ད་ཡིན་ན་ཡང་ད་བ་འདི་ལ་ཅིག་ད་ད་ལྟ་བསྒྲགས་ཡོང་དེ་གང་ལ་ངོ་ནས་ཅིག་དེ་འདྲ་སོང་ཡོང་དེ་གང་ལ་འདྲ་འུ་ཡོད་ཡང་འགྲོ་གཅིག་ཁམས་པ་ཀ་བ་དང་ཁ་ནི་ཉ། ཆ་ལ་སོགས་པ་དེ་དག་ཅིག་ཡང་རྒྱུ་མཚན་ཡོད་ཡ་འདྲ་བོ་ཅིག་མཐོང་གི་འདུག་དེ། རྒྱུ་མཚན་མེད་པ་ཅིག་མ་རེད། དེ་ཡིན་ན་དེ་ཚོ་ད་ལྟ་ཁྱེད་ཚོ་འདིའི་ནང་ལོག་ནས་ཡ་ཡང་ཅིག་ཡིག་ཆ་དབུལ་ཁོངས་སྤྲོད་པ་ཡ། དེ་འདྲ་ཕལ་ཆེར་དགོས་མེད་ཡ་འདྲ་བོ་ཅིག་དྲན་གི་འདུག་ད་གང་ལྟར་ཀྱང། ད་འདྲ་ཟིག་གི་ཡི་གེ་རེད་ཟེར་དེ་གང་ལ་འདི་འདྲ་གི། སོང་ཡང་འདི་གང་ཡང། དོགས་པ་མང་པོ་ཅིག་ཡོད་ཡ་རེད་ཅིག་ཚོར་གི་འདུག། ལྷག་པར་དུ་ད། ལོ་ངོ་བཞི་སྟོང་ད་གི་ཤི་ལ་ཡའི་སོང་གི་ཡོད་རེད་དགོངས། ད་ལོ་བཞི་སྟོང། དེ་འདྲ་གི་སྔ་རོལ་དུ། ཅིག་དེའི་སྐབས་སུ་ཨ་ནི། ད་བོད་གི་ཡུལ་ཟིག་ན་འདྲ་ད་ཞང་ཞུང་གི་ཡུལ་ཟིག་ན་འདྲ་འདི་གི་ཁང་པ་གི། ཀ་བ་གི། སྒོ་ཐང་གི། གི་བཟོ་ལྟ་དེ་ཡང་དེ་འདྲ་ཅིག་ཡིན་མིན་ཅིག་དོགས་པ་རེད་བྱས། ད་ཅི་དང་པོ་པ་གི་ད་འབྲོག་པ་གི་ད་འཚོ་བ་གི་ཤུལ་དེ་ད་ཕལ་ཆེ་ཉེ་ཡ་ཁག་པོ་འདྲ་བོ་ཅིག་ལོ་ཐང་ཁྲག་ཤུལ་ཞིག་གི་སྔོན་གི་དེ་ད་ཅིག་ཉེ་ཡ་ཁག་པོ་འདྲ་བོ་ཅིག་རེད་ཁོ་གནས་སྤོ་རིགས་འགྲོ་ཡོད་འགྲོ་གི་ཡོད་ཙང་ནི་ཁོ་རང་གི་ད་ཁོར་གི་དགའ་བ་དེ་ཚོ་དགའ་བ་གཅིག་ཡིན་པས་དགའ་བ་ད་ཅིག་སེམས་དགོས། ཡང་ན་གཉིས་ཡིན་དེ་ཚོ་ཐོག་མ་དོགས་པ་འདྲོག་ཅིག་རེད་བྱ། ད་དེ་ཤི་འཇིག་བྱེད་ཐུ་ཡ་ཅིག་རེད་མི་འདུག་ཡིན་ན་ཡང་ད། བོད་གངས་ཅན་གྱི་ཡོད་ཚད་ད་ད་ད་ཡང་དྲག་གི། ཅིག། ཤི་འཇིག་བྱས་ནས་ད་ཤི་འཇིག་གྲི་འདྲིས་དེ་ཚོ་ཤི་ལ་བ་ཐོན་ཡོད་ཡ་དེ་ཨ་ནི། ཆབ་མདོ་ཁ་རུ། ན་ཤུ་དེ་རེད། ད་ཁ་རུ་ན་ཤུ་དེ་གི་ཤི་འཇིག་བྱེད་རྒྱུ་གྲིམ་འདྲིས་ལྟར་ཡང་དེ་གང་ལ། ཅིག། ཁང་པ་རེད་ན་འདྲ་ད་ཁོ་རང་ཚོ་སྡོད་གནས་གི་དབྱིབས་དེ་ཚོ་དང། དེ་ཚོ་གི་ནང་ལོགས་ལ་ནི་ད་ཁོ་ཚོ་ག་བ་གོ་སྟངས་དེ་ཚོ། ད་ཏག་ཏག་ཅིག་ང་ཚོ་གི་ད་ལྟ་ཚང་དུ་ན་འཁོར་དེ་ཡ་ཁང་པ་ག་བ་གོ་སྟངས་དང། ད་ནང་བཞིན་ད་ང་ཚོ་འདྲ་ཟི་ཀི་ཀི་ཀི་ལས་བྱུང་བའི་ག་ག་ཟེར་ཡ་དེའི་གི་ཟུར་ལྟ་དེ་ཡིན་མིན་ཡང་དོགས་པ་འདྲ་བོ་ཅིག་རང་བཞིན་གི་ཡོང་གི་འདུག། ད་ག་རེ་ཡིན་ན་ཡང་སྐྲག་གི་ད་ཁ་རོག་གི་ན་ཤོ་དེ་ད་བ་ཚོ་ན་ལོ་བཞི་སྟོང་ནས་བཞི་སྟོང་ང་བརྒྱ་ནས་ང་སྟོང་རེའུ་ད་ཡང་དྲག་གི་ཤེས་བདེ་ཡོད་རེའུ་གཅིག་རེ་བྱ། དེའི་རིང་ལ་ད་དུས་ཀྱི་ན་ཤོ་དེ་ད་ཡང་རིང་ལ་ཁོང་ཁོ་ཁང་པ་གི་བཟོ་ལྟ་དང་ཨ་ནི་ད་ཁང་པ་གི་ཁ་བ་གི་ཤུ་སེ་གོར་བ་དེ་ཚོ་ད་ཡང་རིང་ལ་ཅིག་ད་སྐབས་དེ་ལ་ཨ་ནི་ཁང་པ་གི་ཁ་གོ་སྟངས་དེ་ཅིག་ད་ད་ང་ཚོ་ད་བོད་ཡིག་གི། ད་ག་གི་གཟུགས་ཐ་དད་ཡིན་མིན་དོགས་པ་འདྲ་བོ་ཅིག་རེད། དེ་གཅིག་རེད་དེས་ན་དོགས་པ་གཅིག་འདུག། དེས་མ་ཚད་པའི་ད་ང་ཚོའི་འདྲ་གཟུགས་ཀྱི་དགེ་ལུགས་རྒྱས་གཏམ་ཡང་དེ་གང་ལ། ད་ང་ཚོ་ཅིག་ང་ལྟ་བུ་ཚོ་ནི་རྒྱུས་ཡོད་ཡ་ད་ང་ཚོ་རྒྱ་ནག་གི་ཡི་གེ་དེ་རེད་རྒྱ་ནག་གི་ཡི་གེ་དེ་ད་འདྲ་གཟུགས་ཀྱི་ཡི་གེ་ཡིན་སྲིད་དགོས་རེད། དེ་ལྟ་ཡང་དེ་གང་ལ་འདྲ་གཟུགས་ཀྱི་ཡི་གེ་དེ་དང་པོ་མ་ད་ཅིག་སྔ་ཕྱི་ལུས་ངར་མ་ངར་མ་གི་ཡིག་གཟུགས་ཀྱི་གཟུགས་ད་ག་རེ་སྐོར་རེད། ཡིག་གཟུགས་ཀྱི་དབྱིབས་ཟེར་དགོས་མ་རེད། ད་ཅིག་དེ་དཔེ་དེ་རྙོག་དྲ་ཚ་བོ་ཡོད་ཡ་རི་མོ་ནང་ཟེར་བཞིན་པ་དེ་ནི་རིན་བཞིན་ལུས་ད་བརྒྱ་ཕྲག་མང་པོ་ལ་རིན་བཞིན་རྒྱུ་བ་བཏང་ནས་ནི་ལྟས་དེ་རི་དེ་རི་དེ་རི་འབྲུག་ནས་ནས་དེ་འདྲ་མ་མ་འགྱུར་བ་འགྲོ་གི་ཡོད་ཡ། དེའི་ས་བོན་འགྲོ་གི་ཅིག་རེད་ཤག་དེ་ལྟར་ཅིག་ཞིབ་འཇུག་གི་གྲུབ་འབྲས་དང་དེའི་རྒྱུ་བ་དེ་ལ་ཞིབ་འཇུག་བྱེད་མཁན་གྱི་དེ་འདྲ་གྲུབ་འབྲས་མང་པོ་ཅིག་ཐོན་འདུག་དེ་ལྟ་ཡང་དེ་གང་ལ་དེ་འདྲ་ཅིག་རེད་ཤག་ད་ང་ཚོའི་གི་ད་བོད་ཡིག་དང་གཞུང་སྲོང་གི་ཡིག་གི་ན་ཡིག་དེ་ཚོ་དང་པོ་ནས་ཅིག་འདྲ་གཟིགས་སུ་ད་ག་རེ་སུ་རེད་འདྲ་གཟིགས་གི་ཡི་གེ་གོ་དེའི་གང་ལ་ཅིག་ད་ད་ལྟ་གི་ནང་བཞིན་དེ་འདྲ་གོ་ནས་དེ་འདྲ་བལྟས་དེའུ་དང་དེ་འདྲ། གཟུགས་ཐག་གཅིག་བཀོལ་ནས་དེ་ལ་འགྱུར་བ། ལུས་དང་ཁྲག་མང་པོ་ལ་འགྱུར་བ་མ་འགྲོ་ནས་མུ་མཐུད་དུ་རྒྱུན་མཐུད་ནས་དེ་འདྲ་ཡང་ཡག་དང། དེ་འདྲ་དུ་ཡང་གཅིག། གཅིག་ཡི་གེའི་འཕེལ་རིམ་གང་ནས་ད་ཡོང་འདི་གང་ལ་དེ་ཚོའི་དོགས་པ་ཡོད་འདྲ་བོ་གཅིག་རེད་ཤག་བྱས་ཙང་ད་དོགས་པ། ད་འདི། ཆེ་གཅིག་ན་མི་ཆུང་ཆུང་གི་དོགས་པ་ཆུང་ཆུང་དོགས་པ་རེད། འདི་གང་ལ་ད་འདི་ཚོའི་ཡང་གཅིག། དོགས་པ་འདི་ཚོ་སེལ་ཡ་ལ་ནི་དགེ་བཤེས་ལ་དགེ། ཟླ་གཅིག་ཡིག་ཆ་གི་ཞིབ་འཇུག་དང་ཡང་དེ་ནས་ཞིབ་འཇུག་གི་གྲུབ་འབྲས་སྒང་ནས་ད་ཐོག་པ་འདི་ཚོ་ག་འདྲ་བྱས་ཟེར་ཡ་དང་ཡང་ན་འདིའི་སེལ་ཐབས་གི་ཡང་ཅིག་ག་རེ་སུ་རེད་བསམ་འཆར་འདྲ་བོ་ག་རེ་ཡོད་ན་དེ་ཅིག་གསུང་རོགས་གནང་བྱས་ཡིན་འོ་བཀའ་དྲིན་ཆེ།
ཨོ་དེ་ནས་ད་དེ་ལོ་ཡང་སངས་རྒྱས་སྐྱབས་སེང་གཅིག་ད་ཡང་དྲི་བ་གཅིག་གནང་དོ། དྲི་བ་འདི་ཚོ་ཧ་ལས་ཡག་པོ་འདུག་དེ་ནས་ད་ཞང་གཞུང་གི་ཡི་གེའི་སྒང་ལ་ཡོད་པའི་དཔེ་ཆ་དེ་འདྲའི་ཆ་ཚང་དེ་འདྲའི་ད་གལ་ད་ལྟ་ཡིན་ན་མཐོང་མ་སོང་ཡིན་ན་ང་ཚོས་རྒྱུད་ཀྱི་དཔེ་ཆ་དེ་འདྲའི་ཡོད་རེད་ད་རྒྱུད་ཀྱི་དཔེ་ཆ་དེ་ཚོའི་ནང་ལོགས་ལ་དེ་འདྲའི་ཡོང་གི་ཡོད་རེད་ད་སྤྱི་བཏང་གི། བོན་པོ་དཔེ་ཆ་མང་པོ་ཞིག་ད་སྔོན་མ་གྲི་གུམ་འཛིན་པའི་སྐབས་དང་དེ་ནས་ཁྲི་སྲོང་ལྡེ་བཙན་སྐབས་ལ་ད་གཏེར་ལ་བཅུག་དགོས་བྱུང་ལ། དེ་རྗེས་དུས་གསུམ་པ་རྗེས་སུ་གཏེར་ནས་བཏོན་པའི་གཏེར་དཔེ་དེ་ཚོའི་ནང་ལོགས་ལ་ཞང་ཞུང་གི་གི་མཚམས་མཚམས་ལ་ཞང་ཞུང་གི་གི་མང་པོ་བྲིས་བསྡད་རོགས་དང། དེ་འདྲ་ཡོད་རེད་ད་ལྷག་པར་དུ། ད་ང་ཚོས་གཏེར་སྟོན་ཁ་ཤས་ད་རིག་བྱེད་དཔེ་ཆ་ཆ་ན་གུ་རུ་སྣོད་མཛེས། དེ་མ་རྒྱུད་ཀྱི་དཔེ་ཆ་དེ་ཚོ་དེ་འདྲ་ཅིག་ནས་མ་སྟེར་ནས་བཏོན་ཡོང་ནས་མ་སྟེར་དཔེ་དེ་ཚོ་རིམ་པས་ཅིག་ནས་མ་བཏོན་འདུག་བརྩམས་པ་དག་ཞང་ཞུང་གི་ཡི་གེ་དང་བོད་ཡིག་འདྲིས་མ་ཅིག་ནས་ཡོད་བ་དག་བལྟས་ཡོད་རེད། འོ་དེ་ཚོ་ཡོད་བསྡད་བས་ད་ལྟའི་ཞང་ཞུང་ང་ཚོ་མར་ཆུང་ཡོད་རེད་བ་མར་ཆུང་དང་དབུ་རྗེ་གཉིས་དག་ཧ་ཅང་གི་འདྲ་བོ་རེད་བ། འདྲ་བོ་ཡིན་པའི་རྒྱུ་མཚན་ལ་དེ་འདྲའི་དཔེ་དེ་ཞལ་བཤུས་ཡོང་བའི་སྐབས་སུ་ད་དཀའ་ངལ། ཆེན་པོ་དེ་འདྲ་གས་འཕྲད་མ་སོང་ཟེར་ཁོ་རང་ཚོ་དེའི་ནང་ལ་བྲིས་ཡོད་རེད། རྒྱུགས་ཀྱི་དཔེ་ཆ་དང་མ་རྒྱུགས་ཀྱི་དཔེ་ཆ་དེ་ཚོ་ནང་རོགས་ལ་དེ་འདྲ་བྲིས་ཡོད་རེད། དེ་གཅིག་རེད་དེ་ནས་ད་ལྟའི་བཞིན་དུ་ང་ཚོ་གི་ཞང་ཞུང་སྐད་སྒང་ལ་ཡོད་པ་དེ་དག་ཆ་ཚང་ཤུས་ཟེར་གོ་རེད་ད་ཆ་ཚང་ཤུས་འདྲ་བོ་དེ་དག་སྟོན་པ་གཤེན་རབ་ཀྱི་བཀའ་སྲིད་པའི་མཛོད་ཕུག་ཡོད་རེད་ད་དེ་ཚོ་ཚང་མ་རྩ་བ་ད་སྲིད་པའི་མཛོད་ཕུག་ཟེར་ན་རྩ་བ་གི་སོ་འདྲ་ཅིག་རེད་ད་ང་ཚོས་རྔོན་པ་མཛོད་དུ་བ་བན་དེ་ན་རྔོན་པ་མཛོད་ཟེར་གི་འདུག་ང་ཚོས་སྲིད་པའི་མཛོད་ཕུག་ཟེར་བ།

ལགས་པ་ད་ལྟ་སི་པི་མཛོད་ཕུག་དེ་སྐོར་ལ་དེའི་ནང་གི་ཞང་ཞུང་གི་དེ་ཐོག་ལ་ད་ཞིབ་འཇུག་གི་རྩོམ་ཡིག་བྲི་མཁན་དེ་དེ་དག་མང་པོ་བྱུང་ཡོད་རེད་ཨོ་དེ་འདྲ་གྱི་རེད་མ་གཏོགས་ད་དཔེ་ཆ་ཡོངས་སུ་རྫོགས་པ་དེ་དག་ང་ཚོ་གི་ད་ལྟ་ཞང་ཞུང་ཡིག་ཡིག་རང་གི་སྒང་ལ་མར་ཕྱིན་དང་ཡང་ན་མར་བྱུང་ད་དེ་འདྲའི་གི་སྒང་ལ་ཡོད་དེ་དེ་འདྲའི་སྐད་མཐོང་མ་སོང་དེ་འདྲའི་ཅིག་ཤོས་ཡིན་སྤྱི་སྟངས་ད་ད་ལྟ་ངས་ཞུ་ཡས་གི་མ་རྒྱུད་གི་དཔེ་ཆ་དེ་ལྟ་བུ་ཡིན་ན་ཡིག་རིགས་དང་སྐད་རིགས་མ་འདྲ་བ་ལྔ་ཡི་སྒང་ལ་བསྒྱུར་ཡོད་དེ་ལོ་རྒྱུས་ནང་ལ་དེ་འདྲས་སུ་བཀྲལ་ཡོད་རེད། དེའི་ནང་ལ་ད་ཞང་ཞུང་གིས་དེ་དེ་འདྲས་བྱས་ནས་ཡོད་རེད། ཡིག་གཟུགས་ཡིན་ན་ཁོ་རང་གི་ནང་ལ་ཡིག་གཟུགས་དེ་བར་མཚམས་བར་མཚམས་ལ་དེ་འདྲ་ཡིན་ན་དེ་ཚོའི་ཁྲོད་ན་ཡོད་རེད་ད་དེ་མ་བསྒྱུར་ཙམ་མ་ཡིན་པ། བོན་པོ་གི་ད་དཔེ་ཆ། སྔགས་གི་སྐོར་གི་འདོན་ཆོག་དཔེ་ཆ་འདྲ་བོ་དག་ད་དེ་ཚོའི་ནང་ལོགས་ལ་ད་གཞུང་གི་སྐོར་དེ་ཚོའི་ནང་ལོགས་ལ་དེ་འདྲས་མཚམས་མཚམས་ལ་དེ་འདྲས་ཡོང་གི་རེད། ཞང་ཞུང་གི་ཡི་གེ། མར་ཕྱིན་དང་མར་བྱུང། འོ་དེ་ཚོ་གོ་དེ་མང་པོ་ཡོང་དགོས་རེད་འོ་དེ་འདྲ་ཞིག་རེད་འོ་ད་དཔེ་ཆགས་ཆགས་ན་ངས་དེ་དཔེ་ཅིག་བསྐུར་ཆོག་ད་འདི་ལྟ་བུ་འདི་འདྲའི་རིགས་མང་པོ་ཡོང་དགོས་རེད་དེ་མ་གཏོགས་ད་དཔེ་ཆགས་དཔེ་ཡོངས་སུ་རྫོགས་པ་དེ་ཞང་ཞུང་ཡི་གེའི་རང་གི་ངང་ལ་ཡོད་དེ་འདྲའི་ད་སྐད་མཐོང་མ་སོང་འོ་དེ་འདྲ་ཅིག་བྱོས་དེ་ནི་ཡི་གེ་གི་འགྱུར་བ་བསྐུར་དེ་ང་ཚོའི་འདྲ་གཟུགས་ཡི་གེ་གི་འགྱུར་བ་བསྐུར་དེ་རྒྱ་ཡིག་དང་བསྡུར་ནས་ཅིག་གསུང་གི་འདུག་ད་དེ་ངས་ཞུས་ཡ་དེ་བལྟས་ཚེ་གསལ་བོ་མ་བྱུང་བ་ཡིན་ན་ཞུས་སྟངས་དེ་ཞུས་སྟངས་དེ་ནོར་བ་ཡིན་ན་ད་ཧ་གོ་མ་སོང་སྟེ་ངས་ཞུས་ཡ་དེ་གཙོ་བོ་དེ་རེད། ད་ལྟ་ང་ཚོ་ག་དབྱངས་གསལ་གྱི་གི་ཡིན་ཟེར་དུས་དབུ་ཅན་གྱི་རིགས་ད་ལྟ་དེ་རིགས་གཅིག་ཡོད་ལ། དེ་འགྱུར་བ་ཧ་ཅང་ཆེན་པོ་ཐེབས་ཚར་རེད། ཐེབས་ཚར་བའི་རྒྱུ་མཚན་ལ་བལྟས་ནས་ད་ང་ཚོ་གི་སྒྲ་གཟུགས་ཀྱི་ཡི་གེ་ཡིན་པ་དེ་ལས་ལྷག་ངོ་ཤེས་ཀྱི་མེད་པ་དེ་འདྲའི་ཆ་རེད། ཡིན་ན་ཡང་ད་དེ་ཤུལ་ཅིག་ལྷག་དེ་ཡོད་རེད་ཟེར་ངས་ད་དཔེ་མཚོན་ག་ཅིག་ཅིག་ཞུས་ཡ་དེ་དེ་རེད། དེ་མ་གཏོགས་ཅིག་ད་རྒྱ་ཡིག་ཡིན་ན་དེང་སང་སྟབས་བདེ་ལོ་ད་ལོ་བརྒྱ་ཕྲག་མང་པོ་བརྒྱུད་ནས་ཡོང་བ་ཡིན་ཙང་ད་ལོ་སྟོང་ཕྲག་སྟོང་ཕྲག་གི་དེ་བརྒྱུད་རིམ་དེ་བརྒྱུད་ནས་ཡོང་ཙང་སྟབས་བདེ་རུ་དེ་རུ་བཏང་བཞག་ཡོད་རོགས་ད་རྒྱ་ཡིག་གི་ནང་ནས་ཡི་གེ་མང་ཅིག་མང་པོ་ཅིག་ད་འདྲ་གཟུགས་ཡི་གེ་ཡིན་པ་གི་རྗེས་ཤུལ་འགྲོ་དེ་སྐད་ཉན་གི་མ་རོགས་ད་ད་ཧོབ་སྟེ་ལྟ་བ་ཡིན་ན་ད་ཞིབ་འཇུག་ཞིབ་ཚགས་པོ་རེ་བྱས་ནས་སོང་ན་ད་ཉན་གི་ཡོད་ཀྱི་རེད་མ་གཏོགས་བོད་ཡིག་ན་དེ་ནང་བཞིན་རེད། འོ་ད་དེའི་ཕར་ཆད་གླེང་སྟེགས་ཀྱི་ཐུགས་ཀྱི་ཡོད་ཡོད་ཀྱི་རེད་བསམ་གོ་འདོད་འདི་ཅིག་ད་ངས་ཞལ་འདོད་སྒྲོག་དོན་ཅིག་ཞུས་བསམ་པ་སྒྲོག་དེ་དེ་རེད། དེ་ནས་ཆབ་མདོ་ཁ་རུབ་ཀྱི་དེའི་སྐོར་དེ་ཅིག་གསུང་གོ་འདོད་ད་ཀ་བ་གི་བཟོ་ལྟ་རོགས་དེ་གསུང་གོ་འདོད་ད་དེ་སྤྱི་བཏང་གི་བོད་ཡིག་ཡོངས་རྫོགས་ཀྱི་ཅིག་དེ་ག་བའི་དབྱིབས་བསྲེ་གོ་རེད་ད་ཁང་པའི་བཟོ་དབྱིབས་འདྲ་གཅིག་པ་ཡིན་དང་མིན་དེ་ཡང་སྤྱི་པ་གཅིག་དགོས་ཅིག་ད་རེད་ཅིག་དེ་རེད་གཉིས་ནི་ད་ལྟ་ང་ཚོ་གི།

ག་བ་དེ་འདྲས་བྱས་ཡོད་རེད་ད། གར་སོ་གི་རེད་ད་མདུན་ནས་བལྟས་པ་ན་ང་ཚོ་སྐུར་ཆུང་ཆུང་དེ་འདྲས་རྒྱག་དགོས་ཨ། དེའི་སོབ་ད་འདྲ་མགོ་ཕྲ་མོ་ཡིན་པ་ལ་རྩ་བ་ཕར་ར་ཐག་གཉིས་སུ། རྒྱ་སྐྱེད་སོང་བ་གི་སོ་རེད་བྱས་ཡོད་ར་དེ་འདྲས་གི་ཡི་གེ་ཀ་ཏི་དང་གུབ་ཏ་ཡིག་གཟུགས་རྣམས་ལ་དེ་འདྲས་བྱས་ཡོད་རེད་དེ་མ་ཡིན་པ་ཅི་ང་ཚོ་ཁང་པ་གི་ཀ་བ་ནང་བཞིན་གྱི་ནི། གྲུ་བཞི་གི་སོ་སྒྲོག་ཅིག་སྤྱི་ཐང་གི་དབྱིབས་དེ་གྲུ་བཞི་གི་ཡོད་དེ་དབྱིབས་སྒྲོག་ཅིག་མ་ཀ་བ་གི་སོ་སྒྲོག་གསུམ་ཡོད་ར་དེ་འདྲས་བྱས་ཡོད་རེད། དེ་འདྲི་ཅི་འདོད་ཙམ་པ་སྤྱི་བཏང་གི་ད་ཁང་པའི་འཕེལ་རིམ་ཅིག་ཡོད་ར་ད་ཁང་པ་བཟོ་སྟངས་ཀྱི་འཕེལ་རིམ་དེ་དུས་ཚོད་དུས་ཚོད་དང་སྦྲགས་ནས་བཤད་དགོས་ན་ད་དེ་སྤྱི་བཏང་ད་བཤད་ཡོད་རྒྱུར་དེ་ད་ང་ད་འོ་ན་ཡང་དེའི་འཕེལ་རིམ་དེ་ཡག་པོ་ཤེས་གི་ཡོད་མ་རེད་དེ་ཅི་འདོད་དེ་བཞི་ཚོད་དུ་བཞི་ཚོད་ཐིག་ཡ་དེ་འདྲི་ཅིག་ད་ཀྱེ་མ་རེད། འོ་དེ་འདྲི་ཅིག་ཤོད་ཡིན་ད་དེ་དེ་རེད་དང་མ་རེད་ཟེར་ཐག་ཅིག་ཏུ་ཐག་བཅད་ནས་བཤད་ཐུབ་ཡ་དེ་འདྲི་སོ་ཡ་ཀྱེ་མ་ཡིན་ན་ད་སོ་སོའི་ལྟ་བ་འཕེལ་སྟངས་ཅིག་ཡོད་ར། འོ་དེ་འདྲ་ཅིག་རེད་དེ་ནས་ད་འདི་ཚོ་གི་ཁར་ཟེར་དགོས་རེད་ང་ཚོ་གཞུང་ལུགས་དང་དཔེ་ཆ་ཅིག་ལུང་དྲངས་ནས་བཤད་དེ་འདྲས་ད་འདི་ཆ་ན་སྐད་ཡོད་མ་རེད་ང་ད་བོད་ན་དེ་མེད་ཡིན་ན་སོ་སོའི་རིགས་འགྲེས་ཀྱི་ཐང་ནས་འགྲོ་སྟངས་ཅིག་ཡོད་རོགས་ད་གཙོ་བོ་ཡིག་གཟུགས་ཁོ་རང་རང་ལ་བལྟ་དེ་ནས་སྤྱི་བཏང་གི་ཡི་གེ་འཕེལ་རིམ་ཅིག་ལ་བསམ་བློ་ཅིག་བཏང་འོ་དེ་འདྲས་བྱས་ནས་ད་བསྡུར་ཡོང་དུ་བརྩམས་པ་འདི་ཡང་ཅིག་ཡོང་སྲིད་པ་ཅིག་དང་ཡོང་ཆོག་པ་ཅིག་རེད་བསམས་པ་གི་ད་ང་ཚོའི་མི་རིགས་པའི་འགྲོ་སྟངས་ཅིག་རེད། བསམ་བློ་གི་འགྲོ་སྟངས་ཅིག་དངོས་ཡོད་གནས་ཚུལ་དང་མཐུན་པ་ཅིག་རེད། དེ་འདྲའི་བསམ་བློ་བཏང་སྟངས་ཅིག་ཡིན་བསམ་པ་དེ་འདྲའི་ཅིག་སྒང་ནས་ཞུས་པའི་རེད་མ་གཏོགས་ཡང་དེ་ཡིག་ཆ་འདི་དང་འདི་ལྟ་བུ་ནང་ལ་དེ་གསུངས་འདུག་ཟེར་ཏེ་དེ་ཡང་མ་རེད། བྱེད་སྟངས་ཀྱི་ད་ལྟ་ངས་བཤད་དེ་ཞང་ཞུང་གི་ད་ཞང་ཞུང་ཡི་གེ་ད་དུ་ཚོད་འཕེལ་རིམ་དེ་བྱེད་སྟངས་ཀྱི་ཐོག་ནས་བཤད་སོང་ན་ད་བོན་པོ་གི་དཔེ་ཆ་ནང་ལོགས་ལ་ཡོད་རེད་དེ་ཡིན་ནའང། ད་དེའི་ཚངས་པའི་ཡི་གེ་དང་དེ་ནས་ང་ཚོའི་ད་སིནྡྷུ་མི་རིགས་ཀྱི་ད་སྐབས་ཀྱི་ཡི་གེ་དག་དེ་ཚོ་གི་ཅིག་འབྲེལ་བ་ཅིག་ཡོད་རེད་བ་དེ་དེ་འདྲ་ཅིག་ནི་གསལ་བོ་སྐད་ཡོད་མ་རེད། གཞུང་གཞུང་ནང་ལ་དེ་དཔེ་ཆ་ནང་ལ་བཤད་བཞག་དེ་འདྲ་སྐད་ཡོད་མ་རེད། ཡིན་ན་ད་དེ་དཔེ་ཆ་གི་སྤྱི་སྟངས་ཀྱི་རྩ་བའི་ལྟ་སྟངས་ཅིག་དང་དེའི་སྒང་ལ་སོ་སོའི་ཅིག་བསམ་བློ་སྟངས་དང་མཉམ་གཅིག་ཏུ་འབྲེལ་ཡོང་དུ་བརྩམས་པ་བསམ་བློ་སྟངས་དང་འདི་འདྲ་ཅིག་ཡོང་ཆོག་གི་འདུག་བསམ་པ་ཅིག་དེ་འདྲ་ཅིག་ཡོང་དགོས་རེད། འོ་དེ་འདྲ་ཅིག་ཞུ་ཡ་ཡིན་བཀའ་དྲིན་ཆེ། ཨོ་རྣམ་པ་ལྷན་ཅིག་ཚང་མ་ཁམས་བཟང་དེ་ནས་ད། ཁམས་བཟང་དེས་དྲི་བ་ཅིག་གནང་བྱ་ད་དེ། ཁབ་ཏུ་ཁབ་ཏུ་ཏག་ཏག་ཅིག་ད་དེ་ལེན་ཕོད་བྱུང་མ་སོང་དེ་དགོངས་སེལ་ཞུ་ད་དེ་ནས་ད། འདི། ང་ཚོ་གི་དེ་ད། ཞང་ཞུང་ནས་རྒྱ་གར་ལ་དར་བ་ཅིག་ཡོད་རེད་བ་ད་ཞང་ཞུང་ནས་རྒྱ་གར་ལ་དར་བ་ད་དེ་བྱེད་སྟངས་གི་ངས་བཤད་དེ་ནང་ལོག་གཙོ་ག་རེ་ཞུ་བར་ཟེར་ན། སིནྡྷུ་གི་དཔལ་ཡོན་གྱི་དུས་རབས་ཅིག་ཡོད་རེད་བ་ད་སིནྡྷུ་ཡི་གི་ད་ངའི་སྒང་ལ་བཏང་ཡོད་དེ་རེད།

འདི་ཡིག་རིགས་ཏེ་དར་བའི་དུས་ཚོད་དེ། ད་ལྟ་འདི་བྲི་བ་ནང་ལོ་དེ་སོང་འདུག་ད་ལྟ་གཙོ་བོ་ནང་གཙོ་དེ། སྤྱི་བཏང་དེ་ཤེས་རྟགས་མ་འདྲ་འདུག། སྤྱི་ལོའི་སྔོན་གྱི་ལོ་ཉིས་སྟོང་དྲུག་བརྒྱ་དང་གཅིག་སྟོང་དགུ་བརྒྱ་ཡ་མ་རེད་ཟེར་འདུག་ད་དེ་མ་ཡིན་པ་ཡང་སུམ་སྟོང་ཡ་མ་རེད་ཟེར་མཁན་ཡང་འདུག་ད་ཡིན་ན་ད་ལོ་དུས་དེ་ཏག་ཏག་འདི་རེད་ཟེར་ཤེས་ཐུབ་ཡ་ས་ཁྱད་མི་འདུག་འོ་དེ་འདྲི་ཅིག་ཞུ་ཡིན་ནན་ཏེ། འོ་འོ་དེ་འདྲི་ཅིག་རེད།